མི་ངན་པ། ལྟ་བ་ངན་པ། རྒྱ་ནག་གི་དཔོན་པོ་ཟུར་པ་མའོ་ཙེ་ཏུང་གིས་བཤད་རེད་ཟེར་མཁན་ཞིག་གིས། དཔལ་འབྱོར་མེད་པ་ཡིན་ན་སྐྱོ་བོ་མ་རེད། དཔལ་འབྱོར་མེད་པ་ཡིན་ན་སྐྱོ་བོ་མ་རེད། བསམ་བློ་བཏང་བཏང་སྐྱོ་བོ་ཡིན་ན་སྐྱོ་བོ་རེད་ཟེར་ལེ་དེ་རེད་དེ་འདྲ་སོང་ཙང་ངན་པ་ལར་སོགས་ཀྱི་མི་དེ་ཚོ་ཨ་ནི་སྤྱོད་པ་ངན་པ་བསམ་བློ་ངན་པ་བཏང་གི་ཡོད་པ་དེ་བ་དེ་དེ་ངས་ལ་ངའི་བརྙན་ཐུང་ནང་ལ་ཞིབ་ཕྲ་ཆ་ཚང་ཅིག་བཤད་པ་ཡིན་ཨ་ནི་ད་ལྟ་ཡང་སྒོ་ནས་ངས་ཞིབ་ཕྲ་ཆ་ཚང་ཞིག་ཡིན་འདི་ཆ་ཚང་ཅིག་མ་བཤད་ངས་ལ་ཨ་ནི། སྲིད་སྐྱོང་དང་བཀའ་བློན་ཁྲི་པའི་ཀྱི་ད་བར་དུ་འོས་བསྡུ་བྱུང་བའི་ནང་ལོགས་ནས་ཨ་ནི་སུ་སུ་འོས་ཤོག་ཐོབ་ཡོད་མེད་དང་འོས་ཤོག་གི་བརྒྱ་ཆ་ག་ཚད་ག་འདྲི་ཆགས་ཡོད་མེད་འདི་ངའི་རྣམ་པ་ཚོ་ད་ག་ཟེ་མཁྱེན་རྟོགས་ཀྱི་ཕྱིར་དུ་ནི། ཕན་ཐོགས་ཀྱི་རེད་བསམ་གྱི་འདུག་ངས་རྣམ་པ་སྟོན་ཆོག་ཇི་བཞིན་པ། སྟོན་དང་སྟོན་ཞེས་པ་འདི་ནི་རྩ་བའི། ཉིས་སྟོང་གཅིག་གི་སྔས་ལ། བཀའ་བློན་ཁྲི་པ། མང་པོ་བྱུང་ཡོད་རེད་ད་ཡིན་ན་ཉིས་སྟོང་གཅིག་གི་རྗེས་ལ་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་བཀའ་བློན་ཁྲི་པ། གནས་སྟངས་ཆགས་ཀྱི་ཡོད་ཙང་འདི་ནང་ལོགས་ལ་ངས། རྣམ་པ་སུ་གཅིག་སྟོན་ཆོག་ཇི་བཞིན་ཉིས་སྟོང་གཅིག་གི་རྗེས་ལ། ཉིས་སྟོང་གཅིག་ལ་ནི། སྐྱབས་རྗེ་ཟངས་མདོས་རིན་པོ་ཆེ་ནི་བཀའ་བློན་ཁྲི་པ། བྱ་བ་རེད་ར། ཨ་ནི་ཉིས་སྟོང་གཅིག་བྱས་ཨ་ཉིས་སྟོང་གཅིག་ནས་ཉིས་སྟོང་དྲུག་བར་བྱས་ཨ་ནི་འོས་ཐོབ་འོས་ཤོག་ཐོབ་ཡས་ཀྱི་བརྒྱ་ཆ་དེ་བརྒྱ་ཆ་བརྒྱད་ཅུ་བརྒྱད་བཞི་དང་ཚགས་ལྔ་བཅུ་ང་བཞི་བྱས། དེ་ནས་ཡང་བསྐྱར་ཉིས་སྟོང་དྲུག་ལོ་ལ་སྐྱབས་རྗེ་ཟངས་མདོས་རིན་པོ་ཆེ་བཀའ་བློན་ཁྲི་པ་ཡང་བསྐྱར་སྐྱོར་དུ་བསྐོ་བཞག་བྱས་པ་རེད། འདིའི་སྐབས་ལ་ཨ་ནི། འོས་ཤོག་གི་ཐོ་ཕད་ཀྱི་བརྒྱ་ཆ་དེ་བརྒྱ་ཆ་དགུ་བཅུ་དང་ཚགས་བདུན་ཅུ་དོན་གཉིས་བྱས། གསུམ་པ་དེ་ཉིས་སྟོང་བཅུ་གཅིག་ལོ་ལ་བློ་བཟང་སེང་གེའི་བཀའ་བློན་ཁྲི་པ་ཆགས་པ་རེད། བཀའ་བློན་ཁྲི་པ་ལ་དང་པོ་དེ་བཀའ་བློན་ཁྲི་པ་ཆགས་པ་རེད། དེའི་རྗེས་ལ་ད་སྲིད་སྐྱོང་ཆགས་པ་རེད། དེའི་སྐབས་ལ་འོས་ཤོག་ཐོ་ཕད་དེ་བརྒྱ་ཆ་དྲུག་ཅུ་རེ་གཉིས་བྱས། ཡང་བསྐྱར་བཞི་བ་དེ་ཉིས་སྟོང་བཅུ་དྲུག་ལོ་ལ་བསྐྱར་དུ་བློ་བཟང་སེང་གེའི། འོས་ཤོག་ཐོབ་བྱས་རྗེས་དེའི་སྐབས་ལ་ཁོ་རང་གི་འོས་ཤོག་དེ་ཉིས་སྟོང་བཅུ་གཅིག་ལོ་ལ་བརྒྱ་ཆ་དྲུག་ཅུ་རེ་ངེས་ཡོད་བསྡད་པ་དེ་བརྒྱ་ཆ་ལྔ་བཅུ་ང་གཉིས་ལ་ཆག་བྱས་རྗེས་བརྒྱ་ཆ་བཅུ་མ་ཆག་བ་བྱས་རེ་ཆག་ཡོད་རེ་ཞོར་ཡིན། དེ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་སྤེན་པ་ཚེ་རིང་སྲིད་སྐྱོང་ལ་འདེམས་ཐོན་བྱུང་བྱས་རྗེས་འོས་ཤོག་གི་མཐོ་བས་དེ་བརྒྱ་ཆ་ལྔ་བཅུ་ང་བཞི་དང་ཚ་བཅུ་བཞི་བྱས་རྗེས་འདི་རེད་འདི་ངས་དེ་རིང་བརྙན་ཐུང་འདི་མ་བཟོས་ངེས་ལ།

སྲིད་སྐྱོང་སུ་ཆགས་ཡོད་མེད་དང་འོས་ཤོག་དེབ་སྐྱེལ་ག་ཚོད་བྱས་ཡོད་མེད་དང་འོས་བསྡུ་ནང་ཆ་ཤས་ག་འདྲས་ལས་ཡོད་མེད་དང་དེ་འདྲའི་ཐོག་ལ་རྣམ་པ་ཚོ་ཡང་སྐར་མ་གཅིག་གཅིག་བཞིན་ངས་ལབ་ཐུབ་པའི་འབད་བརྩོན་བྱེད་ཡ་ཡིན་ཞེས་པ་ཡིན་འདི་ངས་ལ་དྭགས་ཀྱི་ཤེས་པ་འདྲ་ཞིག་འདི་ཆ་ཤས་རུ་ཆགས་ཀྱི་ཡོད་ཞེས་པ་ཡིན། ད་གནད་དོན་འདི་ག་བྷ་བྷའི་རེད་གནད་དོན་ག་ལ་བྷ་བྷའི་རེད་ལབ་པ་ཡིན་ན། འདི་ངས་ལ་ངས་གསལ་བོ་ཞུ་ཞིག་ལབ་པ་ཡིན་ཨ་ནི་ངན་པ་སླར་གསོ། རེད་བ། མི་ངན་པ་སླར་གསོ་འདི་ཚོས་ཀྱིས། ཨ་ནི། ད། སྲིད་སྐྱོང་གི་འོས་བསྡུ་གནང་ལོ་ལ་སྔོན་འགྲོ་དང་དངོས་གཞི་ཡོད་རོ། རྩ་བའི་སྔོན་འགྲོ་དང་དངོས་གཞི་གཉིས་ཀ་གལ་ཆེན་པོ་རེད་ཡིན་ནས་སྔོན་འགྲོ་དེ་དཔེ་མི་སྲིད་གལ་ཆེན་པོ་རེད། ག་ཞིག་ན་སྔོན་འགྲོ་གནང་ལོ་ལ་མ་ཚུད་པ་ཡིན་ན་དངོས་གཞི་ན་ལས་ཡོད་མ་རོ། སྔོན་འགྲོ་དེ་དཔེ་མི་སྲིད་གལ་ཆེན་པོ་རེད། ད་དེ་འདྲ་སོང་ཙང་འདི་ངན་པ་ལར་སོགས་ཀྱི་སྔོན་འགྲོ་གི་འོས་བསྡུ་དེ་གལ་ཆེན་པོ་ཡིན་པ་ཅིག་ཧ་གོ་གི་ཡོད་ཙང།

བརྒྱ་ཆ་བཞི་བཅུ་ཞེ་ལྔ། སུའི་མི་འབོར་རེད་ཟེར་བ་ཡིན་ན་མངའ་རིས་མི་མང་གི་མི་འབོར་རེད། མངའ་རིས་མིའི་མི་འབོར་རེད། དེ་བཙན་བྱོལ་ནང་ལོགས་ལ་ལ་གོ་ད་ངས་ད་ལྟ་བཤད་བསྡད་དེ་བཙན་བྱོལ་ནང་ལོགས་རེད། ད་བཙན་བྱོལ་ནང་ལོགས་ལ་དབུས་གཙང་མིའི་ནང་ལོགས་ནས་མངའ་རིས་མི་མང་པོ་སླེབས་དགོས་ཡ་གི་དགོས་པ་རྒྱུ་མཚན་ག་རེད་ཟེར་བ་ཡིན་ན། ཨ་ལ་དྭགས་ཕྱོགས་ཀྱི་ས་མཚམས།

ཨ་ནི་བླངས་ཐུབ་པ་ཡིན་ན་ཨ་ནི་མངའ་རིས་ཀྱི་འོས་ཤོག་འདི་ག་ལ་གང་འཚམས་ཤིག་ཨ་ནི་ཕྱེད་ཀ་ལྷག་ཞིག་ཕ་ཕྱོགས་ཀྱིས་འཁེལ་ཐུབ་པ་ཡིན་ན་ཨ་ནི་སྲིད་སྐྱོང་སྤེན་པ་ཚེ་རིང་ད་འདས་ཀྱི་ལས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཨ་ནི་མངའ་རིས་ཀྱི་འོས་ཤོག་འདི་མ་རག་ཡ་དང་ཨ་ནི་འདི་གང་ལ་ཨ་ནི་བུད་མེད་ཀྱི་འོས་ཤོག་འདི་བི་དང་ཨ་ནི་ལོ་གཞོན་ཤོས་ཀྱི་སློབ་སྦྱོང་ཡོད་མཁན་དེ་ཚོ་ཨ་ནི་ཟླ་སྒྲོན་ཤ་ལིང་ལ་ཕར་འགྲོ་ཡས་ཀྱི་ཉེན་ཁ་དང་བྱུས་དེ་འདྲ་ཞིག་སྟོན་གྱི་ཡོད་པ་འདི་ཐོབ་ཡ་དོན་དག་ལ་མེད་པར་འདི་གཏོར་ཡ་དོན་དག་རེད་ཞེས་ངས་ཤུགས་ཆེན་པོ་ཞིག་ལབ་པ་ཡིན་རོ་འདི་ལབ་པ་ནས་བཞིན་གྱི་ངས་ཚང་མ་འགྲོ་ཞིག་ལབ་པ་ཡིན།

ད་ངེད་ཅག་བསོད་ནམས་ཨ་ནུ་ཐང་ཡུ་རོབ་རྒྱལ་ཁབ་ཀྱི་ཚབ་བྱེད་བྱེད་བྱེད་བརྟན་བཞུགས་ལ་བཅར་བཅར་བྱེད་བྱེད་བྱེད་སྤྱི་འཐུས་ཚོགས་གཙོའི་མདའ་ཚོགས་གཞོན་མཉམ་དུ་པར་རྒྱག་རྒྱུ་དེ་འདི་རེད། འདི་བར་ལ་ཁོ་རང་གི་བྲིས་འཁྱོད་ཅིག་ཀློག་རོགས། རྣམ་པ་ཚོ་ངས་ཏེས་ཅིག་ཅིག་དང་ར་གར་བྲིས་ཡོད་རེད། བཀུར་འོས་པའི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་མཇལ་བར་ཧ་ཅང་དགའ་བོ་བྱུང་ཁོང་གཉིས་ནི་དྲང་ཚིག་དང་སྤྱི་སེམས་ལྡན་པ། ཁོ་རྒྱ་ཆེ་ཞིང་སྤྱི་ཡོངས་ལ་གཟིགས་ཐུབ་པའི་གཟིགས་ཐུབ་མཁན་ཞིག་ཡིན་པ་དང། བོད་ཀྱི་བསོད་ནམས་རེད་བོད་ཀྱི་དམངས་གཙོའི་རིན་ཐང་རེད། ཁོང་གཉིས་ཀྱི་སྣེ་ཁྲིད་ནང་གནད་འགག་གི་སྐབས་སུ་དྲང་བདེན་སྤྱི་འཐུས་རྣམས་བོད་ཀྱི་དམངས་གཙོ། སྐྱོབ་ཀྱི་ཡོད་པས་གསལ་བོ་རེད། འདི་ནི་སྤྱི་འཐུས་སྐབས་བཅུ་བདུན་པ་ལ་གཟི་བརྗིད་རེད། སྤེན་ཚེ་བཀའ་ཤག་གིས་བོད་ཀྱི་མང་གཙོ། མང་གཙོ་ཅི་ཙམ་གཏོར་ཡང། དེ་ལྟར་སྐབས་བཅུ་བདུན་པའི་སྤྱི་འཐུས་ཚོས་བོད་ཀྱི་ཨ་ནི་བོད། བོད་རྩ་དོན་དོན་དག་སྲ་བརྟན་དུ་བཏང་བར་བྱས་རྗེས་བཞག་ཡོད་ལ་དེ་རེད། ཐོབ་དེ་བས་ལ་ངན་པ་ལར་གསོད་ཀྱི་མི་དེ་ཚོ་གིས་ཨ་ནི་སྤྱི་འཐུས་ཚོགས་གཞོན་ཨ་ནི་སྒྲོལ་མ་ཚེ་རིང་ལ་ད་ཡག་པོ་ཞུ་འདུག་ལ་ཡ་གི་འགོ་བཙུགས་རེད།

དངོས་གནས་དྲང་གནས་ཁོ་ཚོས་བརྡ་སྤྲོད་བྱེད་གླིང་ལ་དོད་པོ་ཡོད་རེད་ངས་ད་ལྟའི་ཆར་ལ་ཁོ་ཚོས་ཀྱི་ད་སྒྲོལ་མ་ཚེ་རིང་ལ་པིགས་པིགས་བྱས་བྱས་བྱས་སྒྲོལ་མ་ཚེ་རིང་སྲིད་སྐྱོང་དཔེ་ཡག་པོ་འདུག་ལ་བྱས་བྱས་བྱས་དབུས་གཙང་མི་མང་མགོ་སྐོར་བཏང་ཡ། དབུས་གཙང་མི་མང་མགོ་སྐོར་བཏང་བྱས་བྱས་མཐའ་མ་དེ་ལ་སྒྲོལ་མ་ཚེ་རིང་མ་ཐོབ་པ་བཟོས། སྲིད་སྐྱོང་སྤེན་པ་ཚེ་རིང་མ་ཐོབ་པ་བཟོས་བྱས་བྱས་ནི་ཁོ་རང་ཚོས་ཀྱི་འདོད་པ་ཡོད་ངེས་འོས་མི་དེ་འདོད་འདོད་མི་ཅིག་ཡ་སྲིད་སྐྱོང་ལ་བཞག་ཐུབ་ཡ་ཀྱི་དམིགས་ཡུལ་དེ་རེད།

འདི་ཆགས་འགོ་རྒྱལ་པོ་རྒྱུ་མཚན་ཁར་སི་ལ་བས་ན། སྔོན་འགྲོའི་སྐབས་ལ་གྲོང་ཆུང་དངོས་གྲུབ་ཀྱི་འོས་ཤོག་བླུགས་མཁན་དེ་ཚོ་ཚང་མས་ཀྱི་ལས་ཐོག་སྲིད་སྐྱོང་གོང་མ་སྤེན་པ་ཚེ་རིང་བླུགས་ཡོད་ཙང་དེ་བརྒྱ་ཆ་ལྔ་བཅུ་ང་བཞི་ལ་འོས་དེ་རག་ས་པ་རེད། དེ་རེ་སོང་ཙང་ད་ད་ལྟའི་ཆ་ལ། རེད་པ། སྐུ་ངོ་གྲོང་ཆུང་དངོས་གྲུབ་དབུ་གཙང་གི་འོས་ཤོག་ནང་ལ་ཐེངས་ངེས་སྐུ་ངོ་གྲོང་ཆུང་དངོས་གྲུབ་ད་ལྟ་མེད་ཙང། བ། དེ་ངེད་ལ་ཀོང་བོ་གྲོང་ཁྱེར་དངུལ་སྤྲོ་ལ་དབུས་གཙང་གི་འོས་དབུས་གཙང་བ་གཅིག་པུ་མ་རེད་ད་ཆོལ་ཁ་གསུམ་ཆ་གི་འོས་ཤོག་ལ་ཤུགས་ཆེན་པོ་རག་རེད་དམིགས་བསལ་དབུས་གཙང་གི་མིའི་འོས་ཤོག་ཤུགས་ཆེན་པོ་ཞུ་རྒྱུ་རག་ཡོད་པ། ད་ཁོང་ཚོས་ཀྱི་ཨ་ནི་དབུས་གཙང་གི་འོས་དེ་ཨ་ནི་སྟོང་ཕྲག་དགུ་ལས་ཨ་ནི་ཁྲི་གཉིས་ཁྲི་གཅིག་གཅིག་ཁྲི་དགུ་སྟོང་ལྔ་སྟོང་དེ་འདྲས་ཅིག་རག་ཐུབ་བས་ཀྱི་འབོད་བརྩོན་ཅིག་བྱེད་ཐུབ་པ་ཡིན་ན་ཨ་ནི་སྔོན་འགྲོའི་སྐབས་ལ་ཨ་ནི་སྲིད་སྐྱོང་ཀོང་བོ་སྤེན་པ་ཚེ་རིང་ཨང་ཀི་གསུམ་པ་ནང་ལ་བཞག་ཐུབ་བས་ཀྱི་འབོད་བརྩོན་ཅིག་བྱེད་ཀྱི་ཡོད་རེད་དེ་བྱེད་ཡ་ལ་ཨ་ནི་ཁོང་ཚོས་ཀྱི།

དབུས་གཙང་མི་མང་གི་སོ་སོའི་གི་ཆོལ་ཁ་ལ་ཞེན་ཁོག་མ་བྱེད་ཅེས་བྱས་ཆོལ་ཁ་ཞེན་པ་བྱེད་ཀྱི་མི་ཅིག་ལ་སྲིད་སྐྱོང་དང་བཀའ་བློན་ཁྲི་པ་བདམས་པར་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་བདམས་པར་བློ་བཟང་སེང་གེ་དང་སྤེན་པ་ཚེ་རིང་བདམས་པར་རེད་བ། སྤེན་པ་ཚེ་རིང་བདམས་པར་རེད་བ། དེ་གང་ལ་ཨ་ནི་མདོ་སྟོད་ཀྱི་ཨ་ནི་མི་གཉིས་ལ་ལོ་ཉི་ཤུ་གི་གོ་སྐབས་སྤྲད་རེད་བ། ཡིན་ནི་ཡང། བློ་བཟང་སེང་གེ་ཀྱིས་ཨ་ནི། སྐབས་གཉིས་པ་ཁོ་རང་བཀའ་བློན་ཁྲི་པ་སྲིད་སྐྱོང་བྱས་པའི་སྐབས་ལ་ཨ་ནི་ཀོ་ཐག་ཞུགས་ཆེད་བློ་བྱེད་བྱེད་བྱེད་དབུས་གཙང་མི་མང་འདི་གཉིད་སད་བྱེད་བྱེད་བྱེད། ཨ་ནི་གཞི་ནས་ཨ་ནི་མདོ་སྨད་ཀྱི་མི་གཅིག་ལ་སྲིད་སྐྱོང་གི་རྐུབ་བཀྱག་སྤྲད་པ་རེད་དེ་སྤྲད་དགོས་ཡ་རྒྱོབ་པ་རྒྱུ་མཚན་ག་རེ་ལབ་པ་ཡིན་ན་དབུས་གཙང་ནང་ལ་མི་འཇོན་པོ་ཡོད་པ་ཡིན་ནི་ཡང། ལས་ཐོག་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་ལས་དངོས་གནས་དྲང་གནས་ཀྱི་ཤེས་ཡོན་ལྷག་བསམ་སློབ་སྦྱོང་ལོ་རྒྱུས་ཐོག་ནས་མཁས་པ་ཡག་པོ་ཞུ་རྒྱུ་ཡོད་ཙང། མི་དེ་འོས་པ་མཐོང་བས་ཙང་བྱས་པ་རེད་སོ་སོའི་གི་ཕྱོགས་ཁག་ཞེན་གོ་རྩ་བ་ནས་ཆོད་མ་རེད། དབུ་གཙང་མི་མང་དེ་གཉིད་སད་ས་བ་རེད། འོ་བྱས་ནས་སྙེ་མ་ནས་དབུ་གཙང་ཀླད་སྟོང་ཀླད་སྟོང་ལབ་རྒྱུ་མཛད་ཁར་ནས་དབུ་གཙང་མི་མང་ནང་ལོག་ལ་ཕྱོགས་ཁག་གི་ཞེན་གོ་དེ་ཤུགས་ཆེན་པོ་ཡོད་མ་རེད་གཅིག་ཏུ་འགྲིལ་ཐུབ་གི་ཡོད་མ་རེད། མངའ་རིས་སྐྱིད་རོང་སྟོད་པ་དེ་འདྲའི་མང་པོ་ཞིག་ལ་དེང་རིགས་ལ་འདི་འདྲའི་གཅིག་ཏུ་འགྲིལ་ཐུབ་གི་ཡོད་མ་རེད། བ། དེ་འདྲ་གསུངས་ཚེ་འདིས་ཆོལ་ཁ་གི་ཞེན་ཁོག་དེ་མེད་ཙང་ད་ལྟ་བར་དུ་སོ་སོའི་གི་མི་གཅིག་ཡང་སྲིད་སྐྱོང་རྩ་བ་ཉིད་དུ་བཞག་ཡོད་མ་རེད། འདི་ངན་པ་སླར་གསོ་གི་ཨ་ནི་དབུ་ལྗང་གི་གི་ཨ་ནི་མི་མང་གི་དབུ་ལྗང་མི་གཅིག་ལ་འོས་ཤོག་བླུག་དགོས་རེད་ལབ་ནས་དེ་འདྲས་གི་ཨ་ནི་ཆབ་སྲིད་ནག་པོ་གཅིག་བོད་གཞི་བཏང་ཡག་གི་བསམ་བློ་བཏང་བྱས་བྱས་བྱས་ཨ་འདི་འོས་འཐོར་ཡག་དུ་འདག་ལ་དམིགས་ཡུལ་འདི་ལས་གཏོགས་སྲིད་སྐྱོང་གོང་འོག་སྤེན་པ་ཚེ་རིང་མ་ཛག་བཅོས་ཡག་གི་དམིགས་ཡུལ་འདི་རེད།

དགུང་གྲངས་དགུ་བཅུ་ནས་ཕྱིན་ཅི་དགུ་གྲངས་དགུང་གྲངས་བརྒྱ་བར་ར་ལ། ལོ་ཕྱུགས་ཀྱི་འདི་བར་ར་ལ། མི་ག་འདྲེ་ཅིག་གུ་གུ་རུ་སི་ལ་བས་ཡིན་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ནི་སྲུང་སྐྱོབ་བྱེད་ངེས་བྱེད་ཐུབ་ངེས་མི་ཅིག་གུ་གུ་རུ། ངན་པ་སླར་གསོ་གི་མི་འདི་ཚོ། ཁ་ལ་རྒྱལ་བ་རིན་པོ་ཆེ་ཁས་ལྡན་མ་གཏོགས་དོན་ངོ་མ་ལ

མི་སུ་འདྲ་ཅིག་སྒུག་རེས་ལབ་ཡིན་ན། མ་འོངས་པར་འགོ་ཁྲིད་འདིས་སློབ་སྦྱོང་དང་ཤེས་ཡོན་ཉམས་མྱོང་ཞིབ་ཅིང་གེགས་པོ་ཅིག་མེད་པ་ཡིན་ན་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་བྱེད་ཐུབ་ངེས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་ལྟ་བར་དུ་ཨ་ནི Legacy Legacy ལབ་ཡིན་ན་ག་རེ་ཟེར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ལས་རྒྱབ་བྱས་རྗེས་ད་ལྟ་བར་དུ་བཙུགས་བཞག་པའི་བོད་མིའི་སྒྲིག་འཛུགས་ཧྲག་ཏག་ཏག་དགའ་ལྡན་ཕོ་བྲང་འདི་ཚོ་ལ་ཧྲག་ཏག་ཏག་རྒྱབ་སྐྱོར་བྱེད་ངེས་ལུས་ངག་ཡིད་གསུམ་ཐོག་ནས་རྒྱབ་སྐྱོར་བྱེད་ངེས་ཅེས་མི་ཅིག་གདམས་དགོས་པ་རེད། དེ་འདྲ་སོང་ཙང་ད་ལྟའི་གི་ཆ་ལ་ཨ་ལེ་ཏོ་སྲིད་སྐྱོང་ཀོང་བོ་སྤེན་པ་ཚེ་རིང་ལ་ང་ཚོས་ཡིད་ཆེས་བྱེད་པ་ཡིན་ན་ཡིད་ཆེས་ཏག་ཏག་བསྒྲུབ་ཐུབ་གི་རེད་བསྒྲུབ་ཐུབ་པ་ནང་བཞིན་གི་ལས་ཀ་བྱེད་ཐུབ་གི་རེད་བསམ་གི་ཡོད། ད་ག་ནས་བཞིན་གི་ཉིས་སྟོང་སུམ་ཅུ་སོ་གཅིག་ལ་ཡང་མ་འོངས་པ་ཨ་སྲིད་སྐྱོང་སུ་འདྲ་ཞིག་གདམ་དགོས་ཀི་ཡོད་པ་ཡིན་ན་ཡང་སེམས་ནང་ལོག་ལ་ད་ག་རང་བཞག་དགོས་གི་རེད། དེ་བས་བོད་པའི་སྤྱི་ཚོགས་ནང་ལོག་ལ་རྒྱ་བོ་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་ག་ཚོད་བྱུང་སོང། དེ་བས་བོད་པའི་སྤྱི་ཚོགས་ནང་ལོག་ལ་ཨ་ནི། རྒྱལ་བ་རིན་པོ་ཆེ་ལ་ཟུར་ཟ་བྱེད་མཁན་ག་ཚོད་བྱུང་སྡིག་པའི་རྒྱ་མི་མ་རྟ། བོད་པ་རང་གི་ཟུར་ཟ་བྱེད་མཁན། འདི་ཚོ་ལ་རྒྱབ་སྐྱོར་བྱེད་མཁན་ངན་པ་སླར་གསོ་མི་འདི་ཚོ་གི་རྒྱབ་སྐྱོར་བྱེད་ཨ་མཐའ་མ་དེ་ལ་ཨ་ནི། འདི་ཚོ་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་ཨ་ཆོས་ལུགས་ཀྱི་སྤྱི་དོན་དང་འདོད་དོད་ཀྱི་སྤྱི་དོན་དེ་དུ་སྔོ་སེར་དོད་བོ་ཐོག་ནས་རྒྱབ་སྐྱོར་བྱེད་དེ་ཡ་གི་དམིགས་ཡུལ་དེ་ག་རེད་ཟེར་ལབ་པ་ཡིན་ན། དགའ་ལྡན་ཕོ་བྲང་འདིར་གི་ཡོད་རེད། དགའ་ལྡན་ཕོ་བྲང་འདིར་གི་ཡོད་རེད། རེད་བ། སྐུ་ཡི་གཅེན་པོ་སྐུ་ངོ་རྒྱ་ལོ་དོན་གྲུབ་དང། འདས་གྲོངས་ཕྱིན་བསགས་པའི་རྗེས་ལ་གདུང་སེམས་མཉམ་སྐྱེ་ཞུ་ཐུབ་ས་མ་རེད་ལ་ངན་པའི་འདི་ཚོ། ག་བ་ལ་སྡིར་གྱི་ཡོད་རེད། སྐྱབས་རྗེ་ཟངས་མདོག་རིན་པོ་ཆེ་ལ་སྡིར་གྱི་ཡོད་ན་ག་བ་ལ་སྡིར་གྱི་ཡོད་རེད་འདི་ཚོ་ཚང་མ་མགོ་ཚོས་པའི་ཐོག་ནས་ཨ་མ་འོངས་པར་འགོ་ཁྲིད། སྲིད་སྐྱོང་ཅིག་གདམ་གྱི་ཡོད་པ་ཡིན་ན་དེའི་སེམས་ལ་བཞག་བྱས་རྗེས་འོས་ཤོག་ཤིག་བླུགས་པ་ཡིན་ན་བོད་ཀྱི་ཆེད་དུ་བླུགས་ཧིན་བྱས་བྱས་བྱས་སེམས་ལ་བཞག་དགོས་ཡ་གལ་ཆེན་པོ་རེད་བ།